ཨཱ་སོགས་དུས་ད་ཁོང་བ་ནས་དེར་ཁོང་གི་བླ་མ་དེ་དེ་སྐབས་ལ་ནི་རི་ཆུང་པ་བླ་མ་ཏི་པོ་བ་ལ་ཞེས་པ་ཏི་པོ་པའི་དྲུང་དུ་སོང་ནས་ནི་ད་དེར་ང་ལ་མི་གཅིག་ཐུག་བྱུང་ཨང་ནི་འདི་གི་ང་ལོ་བཞི་བཅུ་ཞེ་ལྔ་མམ་བཅུ་ཙམ་མ་ར་འདག་གི་འདུག་ད་དེ་ག་འདྲ་རེད་ད་དེར་ཐབས་ལམ་ག་རེ་ཡོད་འདྲ་དུས་ནི་ཏི་པོ་པ་ག་དེར་ལུང་བསྟན་ནས་ནི་བཀའ་སྩལ་ད་མ་ར་འདུག་དེའི་མ་གཅིག་སྒྲུབ་པའི་རྒྱ་མོ་ནི་དངོས་སུ་མཇལ།

དོན་དག་ཅིག་ག་རེ་ཞིག་རེད་ཁ་ང་རང་ཚོ་ཚང་ད་ནང་རྒྱུན་བླ་མ་བླ་མ་རྗེས་ནས་ང་ཚོ་དབང་ཞུ་གི་རེད་ལུང་ཞུ་གི་རེད་ཁྲིད་ཞུ་གི་རོ་ད་དབང་དང་ལུང་ཁྲིད་ལ་ཡང་དེ་དོན་དག་འདྲ་བོ་འདྲ་བོ་ཆགས་ཀྱི་བ་རེད། ཅི་ཟེར་ན། ལུང་ཞུ་ཡས་དེ་ཡང་རེད་ཁྲིད་ཞུ་ཡས་ཡིན་ན་རེད། ད་ང་ཚོ་ཅིག་སོ་སོ་སྦྱང་ཡས་ཅིག་དང་སོ་སོ་ཧ་གོ་ཡས་ཅིག་གི་ཆེད་དུ་ཞུ་གི་ཡོད་རོ། དེ་ན་ཞིག་དབང་དེ་ཡང་ངོ་ནས་ལམ་ཉམས་སུ་ལེན་ཉེན་ཅིག་ལ་མ་གཏོགས་ད་ལྟ་གོང་ནས་བཤད་པ་ན་ཅིག་མདོ་དང་སྔགས་ཀྱི་ཁྱད་པར་དབང་རེད་ད། རྡོ་ལུག་གི་ཉམས་ལེན་བྱེད་མ་ན་ད་ཕ་རོལ་ཕྱིན་པ་དྲུག་ཉམས་ལེན་བྱེད་ན་འགྲིག་ར་འཇིག་མ་འཇིག་དབང་དགོས་མ་རེད་ལ། ཕ་རོལ་དུ་ཕྱིན་པ་དྲུག་དེ་ཅི་ལྟ་བ་ཟེར་ན་དེ་སྦྱིན་པ། སྦྱིན་པ་གཏོང་ཡས། ཚུལ་ཁྲིམས་སྲུང་ཡས། བཟོད་པ་སྒོམ་ཡས། བརྩོན་འགྲུས་བྱེད་ཡས། ཨ་ནི་བསམ་གཏན་ཟེར་ན་ད་སྒོམ་རྒྱལ་ཡས་དེ་ཤེས་རབ་ཟེར་ན་ད་བསམ་གཏན་སྒོམ་པ་ལ་བརྟེན་ནས་དེ་ཤེས་རབ་ལ་དེ་ཆོས་ཀྱི་གནས་ལུགས་ད་ག་ལེ་ག་ལེ་མགོ་འཚོས་ཡོང་བ་དེ་ཤེས་རབ་ལ་ཡོད་རོགས་མགོ་འཚོས་རྒྱུ་དེ་ད་ཤེས་རབ་ལ་ཡོད། འདི་ནི་ནམ་བར་རོ་ཐིམ་པ་དྲུག་ལ་དུས་འདི་ལ་དབང་བསྒོ་མ་རེག་སུ་ན་གོ། ལམ་ཉམས་སུ་ལེན་ཆུ་བོ་རེག་དེ་ན་གསང་སྔགས་ཀྱི་རྡོ་རྗེ་ཐེག་པ་དེ་ནི་ང་རང་གི་དེ་ད་དབང་ལུང་ཁྲིད་པ་དེ་ནི་དབང་གི་དེ་ད་གལ་ཆེན་གྱི་སྨིན་བྱེད་ཀྱི་དབང་ངོ་དེ་དེ་ནི་དབང་གི་དོ་ན་དེ་ག་ན་དབང་ཆ་སྤྲད་པ་ལ་རོ་དབང་ཆ་སྤྲད་པ་དེ་ག་རེ་གི་དབང་ཆ་སྤྲད་ད་ན་ཨོ། ལམ་འདི་ཉམས་སུ་ལེན་གྱིས་ད་དབང་ཆ་སྤྲད་པ་དང།